དང་རེ་ཞིང་སངས་རྒྱས་ཀྱི་ནམ་ས་དེ་ཚོ་མ་ཆད་དེ་ཀུན་དགའ་བའི་ཚིམས་བསྐོལ་བ་རེད། དེར་ཟེར་བ། ད་དེ་ནས་དགོང་མོའི་ཆ་འདྲ་བ་ཞིག་ལ་ཕྱག་བྱ་བ་ཡིན་ན་ཀུན་དགའ་བོ་དེ་ནི་སངས་རྒྱས་ཀྱི་སྐུ་ཁྲི་ལ་ཡ་སངས་རྒྱས་ཀྱི་སྐུ་ཁྲི་ལ་ཡ་ཉལ་བསྡད་བར་སོང། སྐུ་ཁྲི་ལ་ཉལ་ནས་ག་རེ་བྱ་ན། སངས་རྒྱས་ཀྱི་ཅིག་སྐད་རུ་བཏང་ན་བ་ཡིན་ན་ལམ་སང་སྐོར་ལངས་ཆོག་ཆོག་བྱེད་བྱེད། བསྡད་ཡོད་པ་རེད། སྔོན་མ་དེ་རྒྱལ་དབང་བཅུ་དྲུག་པ་ལ་ཡ

ད་དེ་འདྲའི་མཚམས་མཚམས་མཚན་ཆད་ལས་ཡ་ཨན་དགེ་འདུན་དེ་ཚོ་སྐད་བཏང་དགོས་ཡ་རེད་པ་དེ་འདྲའི་དགེ་དུས་ཚོད་ཡིན་ན་ཡང་ཡོང་འདི་ཡོད་རེད་བྱས་ཙང་གང་ལྟར་ཡང་བའི་ཉིན་མཚན་མེད་པ་བྱས་བྱས་སང་གེ་ག་དུས་བཀའ་གནང་བ་ཡིན་ན་ཡང་ཀུན་དགའ་བོ་དེ་འགྲོ་ཆོག་ཆོག་སྡོད་ཆོག་ཆོག་འགྲོ་བྱས་བྱས་བསྡད་ཡོད་རེད།

སྤ་ཟེར། སྤ་ཡོར་བ་དག་ཅིག་སྐུ་གཉིས་བཏང་ས་ཁྲུས་རྒྱག་ས་དེ་འདྲའི་དེ་བ་ཅིག་གཟུགས་པོ་ལ་ཡར་ཅིག་འཕྲོད་བསྟེན་བྱེད་ས་དེ་འདྲའི་གི་ཁང་པ་དེ་འདྲའི་འདུག་ག་འོ་དེ་འདྲའི་ནང་རོ་ལ་ཡར་ནད་པ་དེ་སྐྱེས་ཞེས་བེ་གས་ད་ལྟ་ལྟ་རྟོག་བྱེད་བཅུག་པ་རེད། དེ་འདྲའི་གི་གདམ་རྒྱུ་ཡོད་པ་རེད་མདོར་ན། ཀུན་དགའ་བོའི་ཉི་མ་རྟག་པར་རེ་ཞིག། སངས་རྒྱས་དང་འབྲེལ་ཡོད་ཀྱི་ཕྱི་ནང་གི་ལས་དོན་དུ་མ་ཅིག་བསྒྲུབ་བྱས། བདག་པས་སངས་རྒྱས་ཀྱི་ཕྱི་ཡི་བློན་ཆེན་ཟེར་ན་འདྲ་འདུག་ནང་གི་བློན་པོ་ཟེར་ན་འདྲ་འདུག་ད་ག་འདྲ་དེ་གཙོ་བོ་དེ་ཀུན་དགའ་བོ་ཡིན་ས་རེད་སྒྲུབ་བྱས་ནས། ད་མདོར་ན་ཅིག་མ་བཟང་པོ་དང་ཆུང་མ་བརྩེ་བ་ཅིག་ནང་བཞིན། དེ་འདྲའི་གི་སྒོ་ནས་རང་གི་ད་འཇིག་རྟེན་གི་ཕྱོགས་ནས་བཤད་པ་ཡིན་ན་རང་གི་ཕ་རྒྱུད་གི་གཅེན་པོ་ཆགས་འདི་ཡོད་རེད་ད་ཆོས་གི་ཐོག་ནས་བཤད་པ་ཡིན་ན་ད་རང་གི་སྟོན་པ་ཆགས་འདི་ཡོད་རེད་འོ་ད་མདོར་ན་སངས་རྒྱས་ལ་ཡང་ལྟ་རྟོག་ཟེར་ནའི་འདྲ་འདུག་ཞབས་ཕྱི་ལྷད་མེད་ཞུས་ཡོད་རེད། ཨ་ད་དེ་ཀུན་དགའ་བོ་ཁོ་རང་ཁྱད་ཆོས་གཅིག་ཆགས་འདི་ཡོད། ད་དེ་ནས་དེའི་རྗེས་ལ་ཡང།

མི་གཞན་དག་ཅིག་དོགས་པ་རྣམ་རྟོག་བསལ་ཡག་དང། དག་སྣང་ཤེས་ཀྱིས་ཅིག་ཡང་དགེ་འདུན་གྱི་སྡེ་གི་སྒྲིག་ལམ་བརྟན་པོ་གནས་ཡག་གི་ཆེད་དུ་ཕྱག་ལས་གནང་མཁན་གཙོ་བོ་གྲུབ་པ་ཅིག་གིས་སྐུལ་མཁས་པོ་བྱ་དགོས། ནམ་རྒྱུན་ཁོ་རང་དགེ་འདུན་གྱི་སྡེ་གི་ནང་བཞུགས་པའི་སྐབས་ལ་ཡིན་ན་ཡང་ཁོང་པས་གང་གིས་ཀྱང་ཆོག་མི་བྱེད་པ་ཅིག་མི་ཟུར་གནས་པ་གྲུབ་པ་ཅིག་དབུས་ལ་བཞུགས་བྱས་སུས་སུ་དང་གང་གིས་ཀྱང་ཆོག་མ་བྱེད་པ་ཅིག་ཅིག་བཞུགས་བསྡད་མཁན་ཅིག་ཡིན་ས་རེད།

སོ་སོ་ལ་ཡང་ལས་འགན་ཆེན་པོ་ཞུ་བཞིན་ཡོད་པ། སོ་སོའི་གིས་ད་སངས་རྒྱས་དང། སློབ་མའི་པོ་རུ་ལ་ཡང་ཅིག་འབྲེལ་པ་བྱེད་མཁན་གྱི་ཟམ་པ་འགྲོ་གི་ཡིན་པ་དེ་ཁོ་རང་གི་གསལ་པོ་མཁྱེན་གྱི་ཡོད་པ་ཡིན་པ་རེད། དེའི་རྒྱུ་མཚན་ལ་བརྟེན་ནས་མི་སུས་གིས་རེ་བ་ཞུས་པ་ཡིན་ན་ཡང་དེ་ཅིག་སྒྲུབ་ཡག་གི་འབད་བརྩོན་གནང་བ་མ་གཏོགས་བས་ཀྱི་དེ་ལ་ཡང་དགག་བྱ་བྱས་ནས་བར་ཆད་བཏང་གནང་གི་མ་རེད། ད་དེའི་ཆ་ནས་ཡིན་པས་ན་གང་ལྟར་སངས་ཀུན་དགའ་བོས་ཀྱིས་ཡང་ཞབས་ཕྱི་ཡག་པོ་ཞུས་ཡོད་རེད། ད་དེ་ནས་རང་ཉིད་བློས་གཏོང་བྱེད་པའི་བརྩེ་སེམས་ཡོད་པ་གསལ་ཐེབས་པ་རེད། ད་སྐུའི་མགོ་བོ་དེས་ཁོ་རང་དངོས་གནས་སངས་རྒྱས་ཀྱི་ཆེད་དུ་སྲོག་བློས་གཏོང་བྱེད་དགོས་བྱུང་ན་ཡང་བྱེད་ཐུབ་ཡག་གི་དེ་འདྲའི་གི་སེམས་ཤུགས་ཟེར་ན་ཡང་འདྲ་ལ་དེ་འདྲའི་གི་བརྩེ་བ་ཆེན་པོ་ཡོད་ལྡན་གི་དེ་འདྲའི་གི་ཆགས་ཐེབས་ཡོད་རེད།

དེ་དུས་སང་ནས་སངས་རྒྱས་ཀྱི་ཐིག་མ་གསུམ་ལས་ཨ་སྟག་ཁྱོད་རང་ཀུན་དགའ་བོ་ཁྱོད་རང་དེའི་མ་ལག་ཚུད་ཤོག་ཞེས་ཞེས་བཀའ་གནང་བས་ཡིན་ན་ཡང་ཀུན་དགའ་བོས་ཁས་ལེན་བྱས་ཡོད་མ་རེད། ཡིན་ན་ཡང་ཐ་མ་དེ་ལ་སྟབས་བསྒྲིགས་པ་ཅིག་ལ་ཡང་ཨ་ནི་སངས་རྒྱས་ཀྱི་རྫུ་འཕྲུལ་བསྟན་ཆེད་ཨ་ན་ར་གླང་ཆེན་དེ་བཏུལ་ཆགས་པར་བ། གླང་ཆེན་དེ་བཏུལ་ནས་ཨ་ནི། གླང་ཆེན་དེ་ཞི་ཞིག་བཏུལ་བ་ཆགས་པར་བ། དེ་ཆགས་པའི་རྗེས་ལ་ཡང་ཨ་ནི་ཞི་ནི་ཀུན་དགའ་བོ་གིས་སྲོག་བློས་གཏོང་བྱས་ཡང་མཚམས་འཇོག་བྱས་པ་རེད་མ་གཏོགས་གཞན། སྐབས་དེ་དུས་ས་གནས་དང་ཀུན་དགའ་བོ་ཁོ་རང་པའི་བློས་གཏོང་བྱས་ཡང་རང་གིས་ཆེ་ཞེ་བྱས་བྱས་དེ་འདྲས་བྱས་ཡོང་རེད་སོ། ད་ཀུན་དགའ་བོའི་གི་བྱེད་སྟངས་དེ་ལ་བརྟེན་ནས་ཨ་ནི་ཁོང་གི་བལ་གྱི་མཚན་སྙན་དེ་སྔར་ལས་ཀྱང་བས་ཆེ་བ་ཆགས་ནས་ཨོ་ད་ཁོ་སྔོན་དུ་བྱས་ནས་ཁོ་རང་སློབ་མ་ཡག་པོ་ཞུ་རྒྱུ་རེད་འདུག་ཟེར་ཡག་ཅིག་དེ་འདྲས་བྱས་གི་མཚན་སྙན་གྲགས་ཆེན་པོ་ཞིག་བས་ཆགས་ཡོད་ཟེར། སངས་རྒྱས་ཀྱིས་ཀྱང་དགེ་སློང་དེ་ཚོ་ལ་ཡ། མ། འགྲེལ་བཤད་སྐྱོན་ཡོད་ནས་ག་རེ་གསུངས་པར་ཟེར་ན་ཨ་ར་ཀུན་དགའ་བོད་ཀྱི་ཚད་འདི་ཙམ་དུ་མ་ཟད་པའི་སྐུ་ཚེ་སྔོན་མ་དེ་ཚོ་ལ་ཡིན་མིན་ཁོང་གི་སྐུ་སྲོག་ཐེངས་བཞི་བསྐྱབས་པ་རེད་ཟེར་བྱས། དེ་འདྲས་ཀྱི་ད་དངོས་བྱུང་གི་ད་ལོ་རྒྱུས་ཟེར་ན་འདྲ་དང། སྐུ་ཚེ་སྔོན་མ་དེ་ཚོའི་གི་རྣམ་ཐར་དེ་འདྲས་ནའང་གསུངས་ཡོད་པ་རེད།

ད་དེ་ནས་དེའི་རྗེས་ལ་ཡང་ག་རེ་ཤོར་ཟེར་ན་ཀུན་དགའ་བོ་དང་ཨ་བསྭ་བུ་མེད་ཀྱི་པ་རུ་གི་འབྲེལ་བ་ཟེར་ཅིག་ད་དེ་འདྲས་ཞུ་བཞག་ཡིན། ད་ཡིན་ནས་དེ་རིང་འདི་ཞུ་མུག་བ་བྱས་རེད་པ་ད་དེ་རིང་པ་སྔགས་སུ་གྲོལ་བྱས་ན་འགྲིག་འདུག་ཁྱད་པ་མི་འདུག་ད་དེ་མ་གཞི་དེ་ཁྱེད་གི་རེད་པ་ཀུན་དགའ་བོ་ལ་ཡང་བུ་མེད་ལ་བརྟེན་ནས་ཁོང་བུ་མེད་དང་ཡང་མི་སེར་འབྲེལ་བ་ཡོད་པ་དཔེར་ན་བུ་མོས་རབ་ཏུ་བྱུང་བ་དེ་ཀུན་དགའ་བོ་རྒྱབ་སྐྱོར་བྱེད་ཅིང། ནང་པ་སངས་རྒྱས་པའི་བསྟན་པ་ལ་ཡང་རབ་བྱུང་མའི་སྡེ། དགེ་སློང་མའི་སྡེ་ཚུགས་ཡ་དེ་ཀུན་དགའ་བོའི་བཀའ་དྲིན་རི་དྭགས་མ་ཤུགས་ཆད་ཅིག། ད་ལན་བྱིན་གྱིས་ཀུན་དགའ་བོ་དེ་ཁོ་རང་སྙིང་རྗེ་ཆེན་པོ་ཡོད་པ་ཆེ། བརྩེ་བ་ཆེན་པོ་ཡོད་པ་ཆེ། དེ་འདྲ་ཡིན་དུས་ས་ནས།

འདི་འདྲའི་གི་ཐོག་ནས་ཀྱི་གནས་ཚུལ་མང་པོ་བྱུང་བ་ད་དེ་རྗེས་རེ་ཞུ་ཡག་ཆེ་རེད་བ། དེ་རིང་ཞུ་མོག་བ་བྱས་ད་དེ་རིང་དེ་ཙམ་གྱི་མཚམས་བཞག་ཅིང་འགྲིག་མེད་རེད་བསམ་དྲན་གི་འདུག